ཉེ་ཆར་ཚང་མ་འདུག་ས་རྒྱ་མོ་འདུག་ནང་ཡོད་ལི་བོ་ཟངས་དཀར་ནས་ནོག། ག་གཟུགས་ཞིག་བསིལ་ཏེ་བདེ་མོ་ཞིག་གྱུར་དང། ག་གཟུགས་ཞིག་གས་སྲ་གྱུར་དང། ག་གཟུགས་ཞིག་བདེ་མོ་གྱུར་དང། ཉེ་ཆར Scott བོ་ཟངས་དཀར Scott མ་དང English དང་ཉན་ཆས་སུ་ནོག། Hindi དང་ཉན་ཆས་སུ་ནོག། གོ་ལག་བོ་ཟངས་དཀར་གོ་ལག་མ་ཁོ་ན་ཡང་གོ་ལག་རི་སྒོར་ཉན་ཆས་སུ་ནོག། ཡང་ཟངས་དཀར་ལ་ཡུལ་ལ་མ་འདུག་ག་ཡང་ཡུལ་གཞན་མང་ལ་འདུག་ཉན་ཆས་སུ་ནོག། ཡིན་ན་ཡང། དེ་ནས་རང་ཡི་ཤ་དང་ཁྲག།

ལུས་པོ། དེ་ནས་རྒྱལ་མོ་སྡུག་ཚེ་ཡོད་དང། དེ་ནས་སེམས། རང་ཡུལ་བརྒྱད་མ་དང། རང་ངའི་ཡུལ། རང་ངའི་སྐད། རང་ངའི་ཤེས་རིག། རང་ཡིན་སྐོ་ལག། རང་ཡིན་ཕ་མ། རང་ཡིན་བླ་མ། རང་ཡིན་ཆོས། པོ་བརྒྱད་མ་བཅུ་བ་རང་རང་སོ་སོའི Identity ཟེར་ར་ནོ། རང་རང་སོ་སོའི་མི་ཚེ་ནང་གི Identity པོ་ཅི་ཡིན་ནོ་ཟེར་ན་རང་རང་སོ་སོའི Culture པོ་ཡིན་ནོ། རིག་གཞུང་པོ་ཡིན་ནོ། རང་རང་སོ་སོའི་སྐད་པོ་ཡིན་ནོ། རྒྱལ་པོ་བརྒྱད་མ་བཅུ་པ། ངེད་ཅག་ཚང་མས་ཕ་མ། དེ་ནང་ནས་མིག་སེར་ལས་ཕྲུ་གུ་དགོས་ལ་ཟེར་བྱས་ཟིན། ངེད་ཅག་ཚང་མ་གདངས་འདི་རིགས་ནི་བདུན་སྲང་བདུན་ཏེ English ལྷག་དགོས་བྱས་ཟིན་ནོ། ཡོན་ཏན་བརྒྱ་ལ་བྱང་དགོས་བྱས་ཟིན་ནོ། Skat English སྟངས་བཤད་དགོས་བྱས་ཟིན་ནོ། ཨ་ལེ། Hindi སྟངས་བཤད་དགོས་བྱས་ཟིན་ནོ། སྤྱི་ཚང་མ་ཡོན་ཏན་བརྒྱ་ལ་བཤད་དགོས་བྱས་ཟིན་ནོ། ཡིན་ན་ཡང། དེ་ནས་རང་རང་སོ་སོའི་སྐད་ཡིག། རང་རང་སོ་སོའི་རིག་གཞུང་པོ་བྱང་མ། བརྒྱད་མ་བཅུ། དེ་ནས་ཟངས་དཀར། སྤ་རྟ་ཡོད་དོ་ན་ངའང་འཚེར་ཕོག་གསུམ་བཞི་ཞིག་ཟངས་དཀར་ལ་སླེབས་ཚར། དེ་ལྕགས། ན་ནིང། འདི་ལྕགས་རང། ན་ནིང་དབྱར་ལ། དེ་ནས་ཟངས་དཀར་ལ། དེ་ནས་ཟངས་དཀར་གྱི་ཁོར་ཡུག། ས་མ་སོག་པོ་འཆར་བ། ཟངས་དཀར་ལ་ཆུ། གོན་པོ་འཆར་རོགས། ཆུ་ཚང་མ་སོག་པོ་འཆར་རོགས། ཆུ་མེད་ན་ཡུལ་མེད་ཟེར་ནོ། ཡུལ་ལ་ཉེས་ཆད་ཚང་མ་ཡུལ་ལ་ལངས་ཆུ་མེད་ན། ཡུལ་ཁ་ཟུག་བྱེད་ཟེར་ཧྲུའུ་ཨན་སེམས་ཅན་ཚང་མ་ཀ་ཟུག་བཟའ་ཨན་མི་ཚང་མ་ཅི་ཟེར་མཁན་པོ་མིག་གསོན་ཏེ་ཀ་ཟུག་ལུས་ཨན་ཆུ་ཟེར་མཁན་པོ་ཡུལ་ལས་ནོར་བུ་ནོ། དེ་ནས་ཆོས་ཚང་མ་ཆོས་སྐོར་འཆའ་རོགས་ཆོས་ཚང་མ་སོག་པོ་འཆའ་རོགས་མི་སྤྱོད་པ་སྙིང་པོ་ཡོང་ག་ནས་བཞག་སྟེ་ཀྲུའུ་རེས་མང་པོ་ཡོང་ག་ནས་བཞག་སྟེ། འདི་ཕིའང་ངས་བར་ཡ་ཏི་ར་བྱོས་སྟེ་སྦྲུལ་ཏེ། དེ་ནས་ཡུལ་ནས་ཡུལ་ནས་ཡུལ་ནས་ཡུལ་ནས་སྦྲུལ་སྟེ་ཞག་མ་བཅུ་བཅོ་ལྔ་ཞིག་ངས་སྦྲུལ་ཏེ། དེ་ནས་བཟང་ཁ་ར་ཡུལ་མི་ཚང་མ་དང་ཐུགས་སྟེ། དེ་ནས་ངས་དང། ཆུའི་སྐོར་ལ་དེ་ནི Environment ཁོར་ཡུག་གི་སྐོར་ལ་ངས་སྤེལ་ར་དང་ཟེར་སྒྲོལ་དཔལ། ཟངས་དཀར་ལ་ངའང་སྤ་ད་ཡོད་ངེད་ཅག་ཀུན་ལ་ཟངས་དཀར་ནས་སྐྱོད་མཁན་སྤ་ད་ཡོད་ཀྱང་ཟངས་དཀར་ཟ་མཁན་པོ་སྨ་ན་ཡུལ་ཐགས་ཟུ་རི་ནོག། ཡུལ་ཐགས་སྐྱོ་མོ་ནོག། ཡུལ་སྨ་ན་ཐགས་རིང་ཡིན་ནོག། མི་མང་པོ་སླེབས་པ་མིན་ནོག། རྡ་ས Jazz Ground ཟེར་མཁན་ཙོག་དེ་ནི་འདི་ན་ནང་བཞིན་ལ་སྨ་མི་འདྲ་མི་འདྲ་མང་པོ་མེད་དེ་ནོག། ཙོག་མོ་བ་ལའང་སྨ་ཁ་སྤོ་ཡོད་ཀྱང་མེད་དེ་ནོག། གསུངས་པ་ས་སྤྱི་ཚང་མའི་ནང་རྒྱ་ལ་མེ་ཁན་ཡོད་དེ་ནས་ད་དག་ས་གག་སྤོ་ཡོད་དེ་འདུག་ཉེ་ཆ་ཚང་མ་པ་ད་ཡོད་དེ་འདུག་དེ་ནས་བསྡུས་པོ་དེ་ནས་ཡུལ་པོ་ཡར་རྒྱས་ཆ་ཆེས་མ་འོངས་པ་ཡུལ་པོ་རྒྱ་ལ་ཡོང་ཆེས་མ་འོངས་པ་ཟང་ཁ་རེ་ཡུལ་ལས་ནང་ཁོ་ཨ་སྐིད་པའི་ཉི་མ་ཤར་ཆེས་མོ་བལ་ཡོང་ཆེས་རོད་ཡོང་ཆེས་ཨེར་པོར་འཁྱོང་ཆེས་སྤྱི་ཚང་མའི་ནང་རྒྱ་ལ་ཡོང་ཆེས་ཉེ་ཆ་རང་སྐབས་ལ་མེ་ནང་ཉེ་ཆ་རང་ཡིན་ཕྲུ་གུ

ང་དང་རང་ཡི་ཟངས་དཀར་པ་ངེད་ཅག་རང་ཡི་མ་བཅོས་ན་རང་ངའི་ཡུལ་རང་ངས་མ་བཅོས་ན་སུས་བཅོས། རང་ཡི་ཁང་པའི་ནང་ཟོག་པོ་སོང་ས་ཡོད་ན་རང་ངས་འཇའ་རུ་བཏང་དགོས་བྱས་ཟིན་ནོ། ཡང་མི་གཞན་མ་ཞིག་ཡོང་སྟེ་ཁྱེད་རའི་ཁང་པ་ཟོག་པོ་སོང་ས་ངས་འཇའ་རུ་བཏང་ཟེར་ར་མིན་ནོ། འོ་དཔེ་དེ་ནང་བཞིན་ཡིན་ནོ། རང་ངའི་ཡུལ་ཟངས་དཀར་པའི་ཡུལ་ཟངས་དཀར་པའི་ཡར་རྒྱས་སུ་སྤྱོད་དགོས་བྱས་ཟིན་ནོ། ནུབ་ར་པ་ཀུན་ནས་ནུབ་ར་པའི་ཡུལ་ནུབ་ར་པའི་ཡར་རྒྱས་སུ་སྤྱོད་ཨ་ནོ། ཀླད་པ་ཀུན་ནས་ཀླད་པའི་ཀླད་ཡུལ་ཀླད་པ་ཀུན་ནས་ཡར་སྐྱེས་སུ་བྱོན་ནོ། སྤེལ་འདིའི་ནང་བཞིན་ལས་ངེད་ཅག་ཟངས་སྐར་པ་ཚང་མ། དག་ས་གཡས་ཁ་སློབ་གྲོགས་བཅོལ་སའི་འདུག་སེ་ནོ། ངེད་ཅག་ཚང་མ། སློབ་གྲོགས་ཚང་མ་ལ། ཕ་མ། ཡུལ་མི། ང་དང་ཚང་མས་རེ་བ་ཆེན་མོ་བསྟན་ནོ། ངེད་ཅག་ཚང་མ་ལ། རེ་བ་དབྱེར་མེད་བསྟན་ནོ། རེ་བ་དབྱེར་མེད་ནོ་ངེད་ཅག་ཚང་མ་རྒྱ་མོ་སོང་སའི་གཅིག་བཅོལ་ནོ། བྱ་འདི་ག་ལ་སོང་སའི་གཅིག་བཅོལ་ནོ། ཅེ་ག་སོང་སའི་གཅིག་བཅོལ་ནོ་ས་ནས་རེ་བ་མེད་བསྟན་ནོ། ང་དེ་རེ་བ་ཡོད་བསྟན་ནོ་ངེད་ཅག་ཚང་མ་གཡིས་ཁ་སེལ་ཏེ། དེ་ནས་མགྱོགས་པ་ལ་རང་ཡུལ་ལ་ལོག་སྟེ། རང་གི་ཡུལ་སྤོས་ཡར་སྐྱེལ་སྤྱོད་བྱས། ཉེ་ཆར་གཡེར་ཁ་རྒྱ་མོ་བདུག་སྟེ་ཅང་ག་ལོ་ཆ་ཆེན་ཞིག་རྨ་ན་མི་འདྲ་ཞིག་སྤྱོད་བྱས་སྲིད་ཅང་ཕན་ཐོགས་ཆགས་མེད་ནོ། ཉེ་ཆར་ལྡི་ལི་ཡར་སོང་སའི་རྨ་མི་འདྲ་ཞིག་བསྒྱུར་བྱས་ཕན་ཐོགས་ཆགས་མེད་ནོ། ལྡི་ལི་ཁོ་རང་ལྡི་ལི་པ་ཉེང་ཉེང་ཡོད་དེ་ནོ་ཁྲིག་ཁྲག་ཕྱུག་པོ་ཡོད་དེ་ནོ་རྒྱ་ལ་ཡོད་དེ་ནོ་རྒྱ་མོ་པ་ཁྲིག་ཁྲག་ཡོད་དེ་ནོ་ཁོ་རང་ཅི་ཚང་མ་རང་རང་སོ་སོའི་རྨ་ནས་ཡར་སྐྱེལ་ཆགས་ཡིན་ཅིག་དང་ཡིན་ནོ། ད་ཉེ་ཆར། དེ་ནས་རང་རང་སོ་སོའི་ཡུལ། གཟའ་སྐར། རྡ་ས་དཀའ་སྡུག། རྡ་ས་དཀའ་སྡུག་གནས་སྡུག་བཞི་ཡོད། གནས་སྟངས་གནས་ལུགས་དཀའ་སྡུག་བཞི་ཡོད། འདས་པོ་དབྱར་སྐྱེས་དགོངས་དཔལ་ཆ་ཆེས་པོ། ཉེ་ཆར་ཁྲ། ཉེ་ཆར་ཕྲུ་གུ་རྡ་ས་བཅུ་གཉིས་པ་སིལ་ཀ་ལེན་འགྲོ་བཅུ་བཞི་པ་སིལ་ཀ་ལེན་འགྲོ་ཀོ་ལེ་སིལ་ཀ་ལེན་འགྲོ། ཉེ་ཆར་ཚང་མས་རེ་རེ་རེ་རེ་ཀ Responsibility། སི་ཁག་ཕོག་ཟེར་ནོ། ཧ་གོ་བ་ལས། སོང་པ་སང་འདས་ཕེབས་ཡག། ཉེ་ཆར་ཚང་མ་ལ་ངས་དེ་རིང་ཟེར་བཅད་སེམས་རང་ཡུལ་བརྗེད་མ་བཏང། རང་གི་ཡུལ་སྤོ་ཁ་ཟུག་ཞིག་ཡོད། ད་ང་ཡིན་ང་ཐོ་རེད་ཟངས་ཁ་སྨྲ་འུ་ཐུག་འདུག་ཟངས་ཁ་ལ་ཆུ་མི་འདུག་གཅིག་མི་འདུག་རོལ་མི་འདུག་སྨྲ་འུ་ཐུག་འདུག་ད་ང་ཟངས་ཁ་སྤྱོད་ཨ་མེད་ང་རྒྱ་མོ་པ་གཅིག་གཅེན་གཅུན་མཛད་ན་ཅུང་ཉིན་ཕྱིས་སྨྲས་དེ་ནོ། ཡིན་ནོ། རང་རང་སོ་སོའི་ཚེ་སྔོན་མ་ལས་ཟབ་མོའི་བླ་མས་བསྒྲུབ་ཚར་དུས་ན་ཟངས་ཁ་ལ་སྐྱེས་ཚར་དུས་ན་ཨ་ཕ་ཟངས་ཁ་ཨ་མ་ཟངས་ཁ་ཟངས་ཁ་ལ་སྐྱེས་ཚར། ད་འདི་པོ་གཅེན་གཅུན་མཛད་ན་གཅེན་གཅུན་སྨྲ་ན་ཉིན་ཕྱིས་སྨྲས་དེ་ནོ། ཤི་དེ་ཡང་སྐྱེ་བ་སོ་མ་བཞི་ལངས་ན་མ་ནི།

ཉེ་ཆར་རང་བཟང་སར་དབྱེ་ཁ་འདུག་ཁ་ནས་ཕྲུ་གུ་ཕ་མ་ཚང་མ་གཅིག་སྒྲིལ་གཅིག་མཐུན་མཐུན་པོ་དེ་མཉམ་པོ་འདུག་དགོས་ཞེས་སྨྲ་ཁག་ཆགས་ནས་གནང། ཡུལ་ཆོས་མཆིས་མ་ནི་ཡོད་མེད་འདི། ཡུལ་མི་ཁ་ཤིག་མཆིས་མ་ནི་ཡོད་མེད་འདི་ཚང་མ་ཉེ་ཆར་ཚང་མ་ང་ཡིན་ཁོ་ཡིན་ཡིག་ཡིན་མ་ཡིན་ཟེར་འདུག་ན། དེ་ནས་ཡུལ་དབྱར་ཁའི་སྨན་ན་ཆ་ཆེ་ཡོད་མེད་དུ་དང། ཡིད་ཁ་འཇམ་བོ་འདུག་མཁན་ཁ་ཤས་ཀྱི་མ་ནི་ཡོད་མི་འདུག་ཉེ་ཆ་ཚང་མ་ཡིན་ན། དེ་ནི་ཉེ་ཆ་ཚང་མའི་ཕ་མ་ཀུན་ནས་ཕྲུ་གུ་བ་བྱམས་སྐྱོང་བྱོས། ཕྲུ་གུ་བ་ཡིད་མ་ཟེར་ཁོས་ངའི་ཕྲུ་གུ་སྨན་ནོ། ཁོས་ངའི་ཚ་བོ་སྨན་ནོ། མ་བསམ། རང་རང་གི་ཤ་དང་ཁྲག་གི་ཕྲུ་གུ་སྨན་ནང་བཟང་ས་ག་པའི་ཕྲུ་གུ་ཞིག་གིས་དང། ཕ་མ་ཀུན་ནས་ཡིན་ནང་རང་གི་ཨ་ཕ་ཨ་མ་སྨན་ནང་བཟང་ས་ག་པའི་མེ་མེ་ཨ་བུས་ཀྱིས་བཞུགས་སེ་དང། བསམ་སྟེ། རང་གི་ཡུལ་ལས་ཡུལ་མེད་རང་གི་ཡུལ་ལ་བདག་བཅོས་སྟེ། ཡིན་ནོ། ཕ་མ་རྒན་གཞོན་ཀུན་ནི་ཡིད་སྣང་ཕྲུ་གུ་ཀུན་ལ་རོགས་སྐྱོ་བ་མཛད། བྱམས་སྐྱོང་སྐྱོ་བ་མཛད། ཡིད་ཁ་ཕི་ལོག་ག་འདུག་སེ་ཡོད་ཙང་ན་ཙི་འབར་འབར་ལ་ཁག་སྤོ་ཡོད་ཀྱང་གཟུགས་མོ་ཡོང་ཤེས་ཤེས་སུ་གནོང་ཟིལ་གྱོན་ཀུན་ལ་ཁག་སྤོ་ཡོང་ཤེས་ཤེས་སུ་གནོང། སྤྱི་ཚང་མ་ཨ་ཕ་ཨ་མ་ཀུན་ནི་མི་མེད་དག་ས་ཡིད་ཁ་མི་ཆེན་མོ་མང་པོ་བཞུགས་སེ་འདུག་ངེད་ཅག་ཀུན་ནི་ཕྲུ་གུ་ཀུན་ལ་ཡག་ཤེས་སྐྱོ་དགོས་ཤེས་སུ་གནོང། ཕྲུ་གུ་ངེད་ཅག་ཀུན་ནི་མཆོག་ནི་ཡིན་ནང་ཕ་མ་ཀུན་ལ་བྱམས་སྐྱོང་དེ་ནི་ཞབས་ཕྱི་བཞུགས་དགོས་ཤེས་སུ་གནོང། འདི་སྒོ་མ་གག་ཆ་ནས་སོང་པ་སང་ཉིད་ཆ་ཚང་མ་གཟུགས་པོ་དཀར་རུ་འདུག་ནང་རང་ཡུལ་བརྗེད་མ་བཏང་ཟེར་ཏེ་སྙན་ཞུ་བྱས་ཟིན་ང་ཟངས་དཀར་པ་མེད་ཨ་ལེ་ང་བྱང་ཐང་པ་ནོག་ལ་དྭགས་སུ་ཆུ་ཤོར་ནས་ཟིན་ནོག་ཉིད་ཆ་ཚང་མ་ཁ་ཞིག་ཤེས་ས་འགྲོ་ཁ་ཞིག་ཤེས་ས་མེད་འགྲོ་ང་ལ་དྭགས་པ་ནོག་འདུག་ས་ལ་དྭགས་སླའང་འདུག་ཨ། མར་པ་ལ་བྱིར་རྒྱལ་ལའང་འདུག་ཨང། དེ་ནས་རྒྱ་གར་དར་ཇི་ལིང་ལ་འདུག་ཨང། ནེ་པཱལ་ལ་འདུག་ཨང། བུ་ཏྲཱན་ལ་ང་སིལ་ཆེས་པོ་བུ་ཏྲཱན་ལ་སིལ་དེ་ང་འདུག་སྤོ་དཀར་རོ་འདུག་ནང་འདུག་ས་རྒྱ་ཁབ་མང་པོ་ཡོད་རྒྱ་གར་རོ་འདུག་དང་ནང་ཡིན་ནང་ང་འདུག་ས་མང་པོ་ཡོད་ནང་དགོན་པ་མང་པོ་ཡོད་ནང་ལ་དྭགས་སུ་པ་ཡིན་མཁན་ནས་བཞག་སྟེ་དུས་རྒྱུན་དུ། འདུག་ལ་དྭགས་ལ་འདུག་སྟེ་ལཱས་ལ་དྭགས་སུ་ཕེ་ཡ་བཅོས་སྟེ་ལ་དྭགས་སིས་ཕེ་ཡ Education is གྲུ་གུ་ཀུན་ནས་ཕེ་ཡ་ལ་དྭགས་སིས་མ་འོངས་པ་ལ་དྭགས་ཡར་རྒྱས་བྱ་ཆེད་ལ་དྭགས་བྱང་ཆེས་སིས་ཕེ་ཡ་ལཱས་བརྩོན་འགྲུས་བཅོས། འདི་བུ་སྐྱེས་བཅོས་མཛད་ན་ཡིན་སྨན་ནོ་གཞན་ཅང་སྨན་ནོ་ང་ལ་དྭགས་སི་བ་ཡིན་མཁན་ནས་བྱང་སིས་ལ་དྭགས་སིས་ཕེ་ཡ་བྱབ་འཇུག་བྱོས། ངེད་ཅག་བཟང་ག་རི་ཕེ་ཡ་ངས་རྒྱབ་སྐྱོར་ཡུས་ཅེ་སི་ཕི་ཨ་བདེ་ཅག་ང་སོང་སྤིན་ཨ་ག་འཇལ་སྤིན་ད་རུང་ཡིན་ན་ང་བཟང་ག་ལ་ཆགས་འདུག་ཅེས་སོ་བཟང་ས་རེད་ངེད་ཅག་ཀུན་ནས་སྤོན་པོ་ཀུན་ནས་མཉམ་པོ་ངེད་ཅག་ཀུན་ནས་དེ་ནས་ཨེལ་བྷེ་མཉམ་པོ་ནང་པའི་ཚོགས་འདུ་མཉམ་པོ་དགོན་པ་ཚོགས་འདུ་མཉམ་པོ་ངས་ཐུགས་བརྩེ་སྤེ་ར་མང་པོ་བཏང་སེ་ང་དང་མཉམ་པོ་ཡོད། འོ་དེ་ངེད་ཅག་ཀུན་ནས Student ཀུན་ནས་ཕྱོགས་ནས་ཡིན་ནང་ཅི་ག་མེད་པི་ཤི་འདུག་ཅི་ག་ཡོབ་རྒྱལ་འདུག་ཧ་ལས་ངེད་ཅག་ཀུན་ནས་ཕྱོགས་ནས་ཡིན་ནང་དེ་ནས་ཙམ་ཐུབ་ཙམ་ཉན་ངེད་ཅག་ཀུན་ཚང་མ་གཅིག་སྒྲིལ་གཅིག་མཐུན་དུ་མཉམ་པོ་དེ་ནས་རང་ཡུལ་ལ་ཕི་ཨ་དད་ཁུར་དེ་སྐྱོང་དགོས་ཞེས་སོགས་སྨྲ་ཁག་བྱས་ནས་དང། དེ་བཟང་དཀར་ཡུལ། རྨ་ཕྱུག་པོ་རྨ་བདེ་མོ་རྨ་མི་འདྲ་མིན་ནོ། ངེད་ཅག་ཀུན་ནས་ཡིད་ཁ་བཏགས་ས་སིལ་བྱེད་ལ་ཕ་མ་ཀུན་ནས་ཐུགས་རྗེ་བཀའ་དྲིན་ལ་ཡིད་ཁ་རྒྱ་མོ་སླེབས་ཟིན་ནོ། འདི་བཀའ་དྲིན་པོ་བརྗེད་མ་བྱ། ངེད་ཅག་ཀུན་ནས་ཨ་མ་ཁ་རྫོབ་ཞིག་ཡོད་གནས་སྟངས་ནི་ལུགས། བཟང་དཀར་རྔ་ཐང་ཚང་མ་ལ་པ་ཏ་ཡོད། བཟང་དཀར་རི་རོ་དཀར་རྫོབ་ཡོད། བཟང་དཀར་རི་ཆུ་དཀར་རྫོབ་ཡོད། བཟང་དཀར་རི་གནམ་ལྷ་དཀར་རྫོབ་ཡོད།

སོང་པ་སང་ཉིད་ཇག་རྐུན་ཕྲུ་གུ་ཀུན་ནི་ཕ་མའི་ཐུགས་རྗེའི་བཀའ་དྲིན་ལ་དྭངས་སར་སོང་བས་ཡིད་ག་ལེབ་སེ་ནོ། ངེད་ཅག་ཀུན་ནི་གཡེལ་མ་བསམ། མ་མི་འདྲ་བཅོས་ནི་གོ་ལག་མི་འདྲ་བཀོལ་ནས་ཧྲག་ཚང་མ་སེར་པོ་བཅོས་སེ་མ་མི་འདྲ་བཅོས་སེ་སྦྲུལ་ལེ་ནི་མི་འདྲ་ཙམ་ཞིག་བཅོས་ནའང། ཧ་གོ་གོ་ཤེས་སེ་ནོ། རང་ཡང་ཡུལ་ལ་ཁ་ནས་ཡོང་སེ་ནི། རང་ཡང་ཨ་ཕ་ཁ་ཟུག་ཡོད། རང་ཡང་ཨ་མ་ཁ་ཟུག་ཡོད། ཨ་ཕ་ཨ་མའི་བར་དོ་འོབ་རྒྱལ་ཙམ་ཞིག་ཨ་ཕ་མང་ཆེ་ཆུང་ཉེ་ཆ་ཀུན་ནས་ཀུ་ལི་ནང་ཡོད་འགྲོ། སི་པའི་ནང་ཡོད་འགྲོ། ཨ་ཕ་ཀུན་ནས་ཉེ་ཆ་ཀུན་ཡི་ག་འཇམ་མོ་བདེ་མོ་ཆུ་ཚན་སིལ་བྱུག་ཟེར་ནོ་ཁོ་རང་ཀུན་དག་ས་ཁོ་རང་ཀུན་ནས་ཡི་ག་ཡུལ་ལ་དག་ས་ཙམ་ཞིག་ཁ་བའི་ཁྲོད་འཁྱག་སྟེ་འདུག་ཟེར་ཡོད་ཀྱང་ཨ་མ་ལས་ཀུན་ཙམ་ཞིག་འདི་ག་དེ་ནས་མ་ནས་གྷི་རི་བའི་ཀུ་ལི་ནང་ཆགས་འགྲོ་སི་པ་ཨ་ཕ་ལས་མང་པོ་སི་པ་ནང་ཆགས་འགྲོ། ཉིན་མཚན་སྨད་པ་གཟུགས་སྤོས་ན་དུ་བ་ཁུར་ཏེ། དུ་བ་གང་མཉམ་པོ་ཁུར་ཏེ་འདུག་ག་ནོ། ཉིས་བརྒྱ་ཀུན་ནས་ཕིའམ། ཨ་མ་ལས་ཀུན་ནས་ཉིས་བརྒྱ་ཀུན་ནས་ཡིད་དགའ་ཟིལ་བཅུག་བྱས་སེ་ཕིའམ་ཨ་ག་ཉིན་མཚན་སྨད་པ་ཁ་བའི་ཁྲོ་བ་འདུག་ག་ནོ། གྲང་མོའི་ནང་འདུག་ག་ནོ། ཡུ་ནོ། གདོང་ཚང་མ་ཧྲངས་སེ་འདུག་ག་ནོ་ལག་པ་ཚང་མ་ཧྲངས་སེ་འདུག་ག་ནོ། ཡིད་གཟུགས་ཀུན་བཟང་ས་ག་གྲང་མོའི་ནང། ལཱས་བྱོ་ག་ནོ། ཉིས་བརྒྱ་ཀུན་ནས་ཡིད་དགའ་ཟིལ་བཅུག་བྱས་སེ་ཕིའམ། ད་ཉིས་བརྒྱ་ཀུན་ནས་ཡིད་དགའ་ཟིལ་སྐྱོན་ཀུན། དུས་གྲོ་ལག་མ་བུ།

རང་རང་སོ་སོ་ཡི་ནང་སྐྱིད་པོ་ཡོང་བ་ནོ། བདག་ས་གཡས་དཀར་ཕྲུ་གུ་ཆུང་ནི་དུས་ལ། ངེད་ཅག་ཚང་མ་ཆུང་དུས་ལ། དེ་ནས་སིལ་མ་སིལ་ལ་ཧྲ་སེར་པོ་ཆུ་སིལ་སྐྲ་ཡིན་པུད། ཡིན་ནོ། གོ་ལག་བདེ་མོ་དམར་པོ་དམར་པོ་ཁྱོང་ན་སེར་པོ་ཁྱོང་ཡང་སེར་སེར་པོ་ཁྱོང་ན་སྔོན་པོ་ཁྱོང་ཡང་སེར་སྔོན་པོ་ཁྱོང་ན་ནག་པོ་ཁྱོང་ཡང་སེར་དེ་སྐྲ་ཡིན་པུད། ཡིན་ནོ།

གོ་ལག་སྤོ་ཟིན་སྤོ་ཟིན་བདེ་མོ་བདེ་མོ་གོན་ཏེ་ཅང་མཐོ་བ་མིན་ནོ་མ་འོངས་པ། ཧྲ་སེར་པོ་མ་ཚད་ཙམ་ནག་པོ་མ་མ་ཅི་ཧྲ་ཧ་སེར་གྱི་ཨུ་སྟེ་འདུག་ནང་ཉེ་ཆ་བུ་མོ་གོན་ནས་ཧྲ་ཧ་ལེ་ཧྲ་སེར་པོ་ཅོག་ནོག་ལེ་ཧྲ་ཧ་སེར་ཨུ་སྟེ་འདུག་ནང་སོང་ཧ་ལེ་ཨ་མིན་ནོ། མི་ཚེ་ནང་ཅང་བསགས་སེར་ཞིག་འགྱུར་ཨ་མིན་ནོ་དབྱི་པོ་ཧ་གོ་གོ་བྱས་སོ་ནོ་མི་ཚེ་ནང་ཅང་ང་ཧྲ་སེར་པོ་ཡོད་པ་བསམ་མི་ཚང་མ་ཧ་ལེ་ཨ་ནོ་ང་ཧྲ་སེར་པོ་ཡོད་པ་བསམ་ང་མིན་ན་མི་ཚེ་ནང་ཕྱུག་པོ་འགྱུར་ཨ་ནོ་ང་བསགས་སེར་འགྱུར་ཨ་ནོ་ང་མིན་ན་མི་ཚང་མས་ང་འཇིགས་ཨ་ནོ་ང་ཁྲེལ་ཨ་ནོ་ཅང་འགྱུར་ཨ་མིན་ནོ། ཧྲག་སེར་པོ་མ་ཚད་ཧྲལ་ག་སེར་འཁུར་དེ་ཧྲལ་སེར་རྡོག་རྡོག་འཁུར་དེ་སྡུག་ན་ཅང་ཧ་ལས་མི་འདུག་མི་ཚད་ན་ཅང་སྐྱིད་པོ་ཐོབ་པ་མི་འདུག་སྐྱིད་པོ་ནང་མི་ཚད་ན་སྐྱིད་པོ་ཁ་ཙུམ་ཡོང་བ་འདུག་རྡག་ས་བཙོན་གྲོས་བྱོས་ཧུ་ཤར་བྱོས་སིལ་མི་སྣས་གཅིག་དུས་སུ་འཕྲོ་བརླག་གི་མ་བཏང་ང་རྡག་ས་འཇིག་རྟེན་ནི་ནང Prime Minister ཡིན་འགྲོ Minister ཡིན་འགྲོ་མི་ཕྱུག་པོ་ནི་ཕྱུག་པོ་ཡིན་འགྲོ་མ་ན་ཙམ་བཞི་ཚང་མ་མ་ནད་བཅོས་སྟེ་ཧྲ་སེར་པོ་བྱོས་ཚེ་ཕྱུག་པོ་འགྱུར་མཁན་མེད་ནོ། ཚང་མ་མ་ནད་བཅོས་ཏེ་འོ་བརྒྱལ་ཁུར་ཏེ་ཧ་བསྐོར་བ་ལས། མི་ནི་གཅིག་མ་ནི་གཅིག་སིལ་ཏེ། དག་ས་ང་དང་རང་རྒྱ་ག་རེ་གེས་པ་ཆེན་པོ་ག་ནི་ལྟ་ས། ང་དང་རང་རྒྱ་ག་རེ་གེས་པ་ཆེན་པོ་ཕྱུག་པོ་ཀུན་ནས་ཚང་མས་ཁ་ལྟ་ས་ཁྱེད་ཅག་ཀ་ཟུག་ཕྱུག་པོ་སོང། ཟེར་ན་སྒེར་མོ་རེ་རེ་རེ་རེ་སྤྱན་འདྲེན་ན་ཙག་སེ་བོར་ཏེ་སྒེར་མོ་གཅིག་ཡིན་ན་ཙག་སེ་བོར། ཨ་ན་གཅིག་ཡིན་ན་ཙག་སེ་བོར་ཏེ་སྒེར་མོ་རེ་རེ་རེ་རེ་ཙག་སེ་བོར་ཏེ་བོར་ཏེ་བོར་ཏེ་སྒེར་མོ་སྟོང་གཅིག་བྱོས་དེ་ནས་ལག་གཅིག་བྱོས་དེ་ནས་འདི་གཟུགས་འདི་གཟུགས་བྱོས་ཟེར་དེ་ནས་ད་ལྟག་ས་དཀར་བོར་ཕར་དེ་བསྒྱུར་དེ་ཀྱང། ཡོན་ཏན་སྨྲ་ན་ཤོག་ལེབ་རེ་རེ་པད་སྨྲ་ན། མཚན་ལ་གཉིད་མེད་ཉི་མ་སྨྲ་ན་གཟའ་རྒྱུ་མེད་པ་སེལ་ཏེ་སེལ་ཏེ་སེལ་ཏེ་སེལ་ཏེ་ད་ལྟག་ས་སྨྲ་ན་གེས་པའི་ནང་ནས་གེས་པ་བསྒྱུར་དེ་སྐྱིད་པའི་ཉི་མ་ཤར་དེ་ཡོད་ཀྱང། གསུམ་པ་སངས་རྒྱས་ཀུན་ནས་དང་དེ་རིང་ཕྲུ་གུ་མང་པོའི་གཟུགས་བསམ་འདེགས་འདུག་པ་ལ་ཨ་ལེ་ཉིན་དེའི་ཕི་ཨ་ཟེར་རེད་ཀྱིས་ཕྲུ་གུ་མང་པོ་བསམ་འདེགས་འདུག་གོ་ལག་བདེ་མོ་ཞིག་གོན་བཟའ་རྒྱུ་བདེ་མོ་ཞིག་གོན་དེ་ནས་འདུག་ས་བདེ་མོ་ཞིག་གྱོན་ན་མི་སེར་པོ་ཟག་སེར་ཆགས་འདུག་མི་སེར་པོ་སྐྱིད་པོ་ཡོང་འདུག་དང་དེ་རིང་གསོད་བ་ཧ་ལས་མི་འདུག་དང་དེ་རིང་ངེད་ཅག་ཟངས་སྐར་པདྨ་ན་གོ་ལག་བདེ་མོ་གོན་འདུག་ད་དམའ་ཟངས་སྐར་རྒྱབ་ལ་འདི་ཡང་རྐྱང་ཆ་ཆེས་མེད་རྐྱང་དང་དེ་རིང་ངོ་མས་དུས་ཞིག་འདི་གཟུགས་བདུད་ཞིག་ཡོད་རྐྱང་ཁ་སྤུ་མིའི་བེ་ནི་ཅན་ཡོད་དཀར་པོ་གོ་ལག་བདེ་མོ་གོན་ནས།

མི་དགུ་ཞབས་ཅན་མི་ཉམ་ཆུང་ཅན་དང་མི་ཚང་མས་བརྩི་བ་བཅོལ་ནོ། དགུ་ཞབས་བཅོལ་ནོ། ཡིན་ཕྱ་ཕྱི་རྒྱལ་བེར་རྒྱལ་ལ་ཕྱ་ན་ཕྱི་རྒྱལ་ལ་ཕྱུག་པོ་གང་ཟེ་ཡོད་ཀྱང་ཕྱུག་པོ་ག་ཕྱུག་པོའི་ཁ་ནས་ཕྱུག་པོ་ཕྱུག་པོའི་ཁ་ནས་ཕྱུག་པོ་ལོག་ན་སྲོག་ང་ཧ་ལས་ཡང་མེད་ནོ། ང་གར་ཕྱི་རྒྱལ་ལ་ཕྱར་ན་མི་ཉམ་ཆུང་ཅིག་ཡོད་ན་མི་སྤེ་ར་བདེ་མོ་བཏང་མཁན་ཅིག་ཡོད་ན་ཧ་ལས་བ་དེ་ནི་མི་ཚང་མས་བརྩི་བ་བཅོལ་ནོ་དགུ་ཞབས་བཅོལ་ནོ། མི་ཡི་མཐའ་དག་ནོ། འོ་འདི་ཚོ་གིས་ནོ། གསུངས་པ་སང་ཉིད་ཆ་ཚང་མ། དེ་ནི་གོ་ལག་བཙོག། བེ་ནི་བཙོག། འདི་ཚོ་ག་འཕྲུལ་དུ་མ་འདུག་ག། རང་རང་མི་ཚེ་ནང་མན་ནར་སྤྱོད། འོ་རྒྱལ་འཁོར། རྩ་བིག་ཚང་ནག་རྩ་བིག་ཅིག། ནག་ཐོང་ནོ། ནག་མ་ཐོང་ཨ་སྐྱིད་པོ་གཅིག་པོ་ནི་ཀ་ནི་ཨ་ལེ།

ཧོ་ཧོ། ས་རྡོ་བ་ཁུར་ན་ཁུར་དགོས་ཤེས་ཟིན་ནོ། མི་ཚེ་ནང་རྩ་བིག་ཅེས་མ་ན་ཅོས་དེ་མ་ནི་ཀ་ཟུག་ཟུག་རྒྱུ་རེད་བྱུག་པོ་ཟ་གིན་པོ་སྐྱིད་པོ་ཟ་གིན་པོ། ལ་དྭགས་ལ་དྭང་འདི་རིང་ཕྲུ་གུ་མང་པོ་གཟན་སྐར་པ་ཕྲུ་གུ་མང་པོ་འདུག་ལ་དྭགས་པ་རང་ཧ་ལས། སོང་པ་སང་ཇོབ་མ་ཐོབ་པ་ལཱས་མི་འདུག་ཟེར་དེ་མ་མང་པོ་དྭགས་ས་དྭང་འདི་རིང་ཁོ་རིན་ཆང་འཐུང་ཨིན Stomach འཐུང་ཨིན་མི་ཚེ་པོ་ཁྲོ་ལག་པོ་དེ་འདུག་ཨ་ལས། ཇོབ་མི་འདུག་ཟེར་དེ་ཇོབ་མེད་དེ་མེད་ནོག་མ་ཅོག་ནོག། ལཱས་བདེ་མོ་ཀྱང་རྩ་ལེ་འདུག་སྟེ། ལ་གཟུགས་སྐྱབས་ལེ་ཡ། ཁང་པ་ཙམ་གཅིག building རེ་རེ་བརྩིགས་ཟེར་ན་ཙམ་གཅིག་ལ་གཟུགས་སྐྱབས་འདི་ན། ཆུ་སྐྱོ་མཁན plumber། ཤིང་སྐྱོ་མཁན་ཤིང་ཁན། མི་འདུག་བ། དེ་ནས། light སྐྱོ་མཁན electrician ཁྱེད་ཅག་ཟངས་ཁ་ཟངས་སྐར་ལ་ཐོ་རེ་ན་ཁང་པ་མང་པོ་བརྩིགས་ཨ་འགྲོ་ད་ཟངས་སྐར་ལ་དང་དེ་རིང་ས་སྐྱ་མང་པོ་ཉོ་རུག་ཟེར་འདུག་པ་ལས་ཨ་ལས་ངེད་ཅག་བཞུགས་སའི president ག་ནས་ཡོད།

ཁྱེད་ཅག་སྦྲང་པོ་ཡིན། ལ། འཕྲལ་སྒོ་ཤེས་མེད་དང་མི་ཚེ་ན། ཁྱེད་ཅག་བུ་མོ་ཡིན་འགྲོ་བུ་ཚ་ཡིན་འགྲོ་ཅོག་དམག་མང་པོ་ཡོད་ཀྱང་ཅོག་དགོ་ཤེས་ཟིན་ནོ། རྒྱལ་མོ་རྒྱལ་མོ་རྒྱ་མ་ནས་ཐོས་པ་མེད་ནང་ཅོག་དགོ་ཤེས་ཟིན་ནོ་དེ་ག་ནས Experience ཐོབ་པ་ནོ་དེ་ག་ནས་དེ་ནི་ཅི་ཚང་མ་དེ་ག་ནས་དེ་ནི་རྒྱལ་མོ་རྒྱ་ནས་བཙག་སའི་བཙག་སའི་དེ་ནི་ཕྱུག་པོ་རྒྱུ་ར་ནོ་མི་ཚེ་ན་དེ་ནི་སྒོ་སྐབས་སྐབས་དམག་མང་པོ་ཡོད་ཀྱང Opportunity དུ་བ་ལེ་དེ་ནི Opportunity ཚང་མ་ལེན་དགོ་ཤེས་ཟིན་ནོ་འཕྲལ་སྒོ་ཤེས་མེད་ནོ་འཇིག་དགོ་ཤེས་མེད་ནོ།

རང་རང་གྲུབ་པའི་དཔེ་ཡང་རང་ཡིན་མ་བཅོས་ན་སུས་བཅོས་སེ་དང། འདི་གར་མ་ཁྲེལ་ཁྱེད་ཅག། ཤ་བཟའ་ཆེ་ས་ཆང་འཐུང་ཆེ་ས་རྫིག་མོ་བཏང་ཆེ་ས་རྐུན་མ་བརྐོས་ཆེ་ས་འདི་གར་ཁྲེལ། ཁྲེལ་དགོ་ས་དགོ་ཆེ་སའི་བྱ་ལག་ཡོད་ཀྱང་འདི་གར་ཁྲེལ། ཁྲེལ་མི་དགོ་ཤེས་བྱ་ལག་མང་པོ་ལ་ང་ཚང་ཁྲེལ་ལེ་འདུག་ཟེ་ད་རྒྱ་གར་བ་ཚང་མས། ལ་དྭགས་ས་སྟོད་ས། ལོ་རེ་རེ་ཨ། ཀ་རོད།

རང་ཅིའི་སྐྱོ་ཤས་སེ་འདོད་པ་ཡོད་འདི་བོད་རང་མི་སེ་ནང་འཇོག་དགོས་ཞེས་གསུངས། སོང་པ་སང་འཇོག་བས་འགོ་སྐབས་དམག་མང་པོ་འདུག་གཟན་སྐར་ལ་ཡོད་ཀྱང་གཟན་སྐར་ཉེ་ཆར་གོང་གཟན་སྐར་བརྒྱད་ལ་ཆ་བཞག་བྱས་སེ་ཕི་ཡ་ཆུ་སྤྱོད་མཁན་མང་པོ་ཡོང་དགོས་ཞེས་སུ་ཉེ་ཆར་ནང་ནས་བིང་ཞིག Light སྤྱོད་མཁན་ཨ་ལས Electrician ཉེ་ཆར་བུ་མོའི་ནང་ནས་བིང་ཞིག་བུ་ཚ་ནང་བུ་མོས་ཅི Plumber སྤྱོད་ཆོག་མིན་ནོ Wood Carving ཤིང་མཁན་སྤྱོད་ཆོག་མིན་ནོ Electrician སྤྱོད་ཆོག་མིན་ནོ་བུ་མོས་འགའ་རེ་ཧྲུལ་ཉི་ཆོག་མིན་ནོ། བུ་མོས་ཅི་ཚང་མ་སྤྱོད་ཆོག་ན། མདང་དེ་རིང་འཇའ་འདྲ་ཡི Quality། བུ་མོས་སྤྱོད་མི་ཆོག་ཅེས་ཅང་མི་རྒྱག། ཆོས་སེར་ནང་ཁུལ་བ་སྲུང་སེ་མི་རྒྱག་འཇིག་རྟེན་ནའང་སྲུང་སེ་མི་རྒྱག་མདང་དེ་རིང་འཇིག་རྟེན་ཧྲུལ་མཁན་ཚང་མ་བུ་མོ་ཡིས་རྒྱག། Prime Minister ཙམ་ཞིག་བུ་མོ་འདུག President ཙམ་ཞིག་བུ་མོ་འདུག་དགེ་རྒན་ཙམ་ཞིག་བུ་མོ་འདུག Pilot ཙམ་ཞིག་བུ་མོ་འདུག Engineer ཙམ་ཞིག་བུ་མོ་འདུག་ཡིན་ཞག་གིན་བུ་མོ་ཚང་མ་ཡིན་ནང་ང་དང་ངོ་མས་ལ་དྭགས་སུ་ལུག་ཧྲོལ་ད་ང་དང Zanskar བའི་ནང་ཡོད་འགྲོ་ང་བུ་མོ་ཡིན་ནོ Prime Minister དེ་སྡུག་ཆེ་ཞིག་ཨ་རོ་བ་ད་མི་རྒྱག། བུ་མོ་ཡིན་ནང་བུ་ཚད་འདྲ་འདྲ་འདྲ་འདྲ་ལང་དགོས་ཤེས་ཟེར་འདུག་འདི་བུ་མ་ཁག་ཆ་ནས་འདུག་ངས་ད་ས་ལ་དྭགས་གཡར་ལ་བུ་མོ་ཀུན་ནས་ཕེ་ཨ་དེ་ནས་ཡང་དམིགས་བསལ་ལས་སྒོ་སྐབས་མང་པོ་བཏང་ཨ་འདི་ཀུན་ནས་ནང་ག་ཉེ་ཅག་ཀུན་ཡོང་ཟེར་བུ་མོ་ཁལ་བུ་མོ་བཙལ་ཚང་མ་ཕིང་བྱས་སྲིད་དེ་ནས་མ་ནང opportunity མང་པོ་ཡོད་དེ་འདུག་འདི་ཚང་མས་ནང་ཉེ་ཅག་ལ་སོ་ཅོག་དགོས་ཤེས་ཟེར་འདུག་སོང་པ་ས་བུ་ཚ་འདི་ནང་བཙོག་དགོས་འདུག stomach མ་འཐུང་ཆང་མ་འཐུང། འདི་སྒོ་མ་གགས་ཤ་ནས་ནོག་ཁྲིག་མེ་ར་ལས་སོང་བ་སངས་རྒྱོབ་མང་པོ་ཡོད་ཀྱང་ངེད་ཅག་ཀུན་ནས་གབ་ལེ་ན་འཛག་དགོས་གབ་ལེ་ན་འཛག་ཟེར་ཏེ་ཞུས་བྱས་ཟིན་ཁྲིག་མེ་ར་འདི་དང་མཉམ་པོ། དེ་ནས་དེ་རིང་ཡིད་ག་གོང་ཚོགས་པས་དེ་ནས་ང་ཟེར་འདུག་ཡིད་ག་རྩ་བིག་ཞིག་གཟུགས་ཅིག་རབ་གནས་ཤིག་བྱོས་ཕྲུ་གུ་ངེད་ཅག་ར་རྩ་བིག་བཟུང་མོ་ཡོང་འདུག་འདི་ཟུག་ཟེར་འདུག་དེ་ནས་བཟུང་མོ་སྤུ་མོ་ཡོང་མཁན་པོའང་མང་ཆེ་ཤོག་པོ་ཅི་ནོག་ཟེར་ན་རང་རང་སོ་སོས་གཙང་མ་ལག་མོ་མ་སྡུག་གི་ནོག་ཡིན་ནོག་རྒྱ་གར་ལག་མོ་མ་བོར་ར་ནོག་རང་རང་སོ་སོས་ལག་མོ་གཙང་མ་འདུག་མ་སྡུག་གི་ནོག།

ཟང་ཁའི་བཅོམ་ལྡན་འདས་ཅེས་གསུངས་སོས་ཀྱང་སེམས་དཔའ་བཟང་པོ་བཅོས་མོ་ལྟོས་ཀྱང། ཡིན་ནོ། ཟང་ཁའི་བཅོམ་ལྡན་འདས་དང་ས་ཡི། འཁྲུག་པོ་ཆེའི་ཁྱི་ཡང་སྡུག་ཆུང་བཏང་འདུག་བ་དེས་ཟང་ཁའི་བཅོམ་ལྡན་འདས་གསུངས་སེ་མེད་ཀྱང། ཁྱི་ཡང་སྡུག་ཆུང་བཏང་ཆས་སྤོ་ཁྲལ་དགོས་ཤེས་ཟེར་ནོ། དྭངས་མ་འཐུང་ཆས་སྤོ་ཁྲལ་ཡང་མི་འདུག་པ། ཤ་བཟའ་ཆས་སྤོ་ཁྲལ་ཡང་མི་འདུག་པ། ཡིན་ནོ། འདིས་ཚངས་པར་ཁྲལ་དགོས་ཤེས་ཟེར་ནོ། ཁྱི་གཅིག་ནི་ཕ་ལ་དགུ་ཟིག་དགོས། ཁ་ཆབ་ཐ་ནི་ཤིག་ཤིག་ནི་ཕ་ལ་སེར་བཅོས་དགོས་ཤེས་ཟེར་ནོ། ལཱིབ། སད་དགོས་ཤེས་སྨོས་ནོ། ཧ་གོ་བ་ལས་སེམས་ཅན་ཆུན་འཇིགས་ནས་ཕ་ལ་སྲོག་ཆད་བཅད་དགོས་ཞེས་སྨྲས་ནོ། འདིས་ནང་པ་སངས་རྒྱས་ཕ་ལ་གསུངས་པ་ཚ་ནང་པ་སངས་རྒྱས་པའི་ཆོས་སོ་མདོར་བསྡུས་ཚང་ན་སྡིག་པ་ཅི་ཡང་མི་བྱ་ཞིང་རྒྱལ་བ་ཕུན་སུམ་ཚོགས་པ་ཅེས་རང་གི་སེམས་ནི་ཡོངས་སུ་རྡུལ་བདེ་ནས་སངས་རྒྱས་བསྟན་པ་ཡིན་མོད་མཁན་པོ་དང་སྡིག་པའི་ཉེས་ཆ་སེམས་ལ་བོར་ཏེ་དེ་དང་མཉམ་པོ་མཉམ་པོ་དེ་ནས་ཉེས་ཆ་ཚང་མ་བདུད་རྩི་རྒྱུན་དུ་གཅོད་པ་བཟང་པོ་བརྒྱ་ལ་བཅོལ་ཚང་མ་བྱམས་པོ་དང་མཐུན་པོ་མཉམ་པོ་འདུག་དེ་ནས་ཚང་མ་བཟང་ཀ་རའི་ཡུལ་ལས་འཕེལ་བ་བདུད་རྩི་རྒྱུན་དུ་ཟམ་པ་དང་ཡུལ་ཡར་གྱི་དང་ཆེ་སའི་འཕེལ་བ་ཚང་མ་གཅིག་སྒྲིལ་ལ་གཅིག་མཐུན་དང་མཉམ་པོ་ཧ་ལས་འཇུག་ཅེས་སོགས་པ་སྨྲ་ན། ཁག་ཆ་ནས་ནོ། དེ་ནི་ང་རའི་ཕྱོགས་ནས་ཡིན་ནམ་ཉེ་ཆ་ཁོ་ནས་མ་འོངས་པ། ཟངས་ཁ་རེད། ཡུལ་ཡིན་ནོ། ཡུལ་ནི་ཚ་མ་ཚད་པའི་དབྱིས་ཁ་ཟངས་ཁ་ཆུ་དྲན་ཉེ་ཆ་ཁོ་ནས་ཡོད་ཀྱང་ཡང་ཉེ་ཆ་ཁོ་ནས་དེ་ནས་ཟངས་ཁ། ལུད་ནག་ཧ་ལས་ཉེ་ཆ་ནས་ཡུལ་ཡིན་ནོ། དེ་ནི་འོད་ཚང་མའི་ནང་ཁུལ་བ་དེ་ནས་སྤྱི་དང་སྤྱིའི་ང་དང་ཡང་ཉེ་ཆ་ཁོ་ནས་སུའི་གྲས་ནས་ཕི་ཨ་སྤྱིའི་རོགས་འབོག་སྤྱིའི་ཅོག་གོ་ཤེས་སུ་ཡོད་ན་དེ་ནི་ང་དང་ངའི་ཚོགས་པ་དང་ངའི་དགོན་པ་དང་ང་དང་ཚང་མའི་བརྩམས་ཐུབ་བརྩམས་ཉེན་ང་དེ་ཡར་དུ་བྱོལ་བྱས་ཟིན་ནོ།

ཐུན་མི་ར་ཐུག་བྱེད་ཆེ། དེ་ནི་མཉེ། གཟུགས་ཀ་བྱེད་དོ། མ་ནི་ལུང་བཞིག་བན་བཟའ་དགུ་རུ་ལུང་བཞིག་དོ་ནི། དེ་ནི་མཉེ་བྱ་ཡི་ལུང་པོ་དེ་ནི་འབར་བ་ལ་ང་ཐོག་བཟའ་བིག་རིག་ང་འདྲ། མི་ནེར་ང་རིག་བཅུ་རིག་ང་ཐོག། ང་ཐོག་པོ། དེ་ནི། མ་ནི་དོ་ན་ནོ། བི་ཐོག་ཉིད་མ་དང་སོང་བ་ལ་བན་བཟའ་དགུ་རུ་དོ་ན་ནོ། དེ་ནི་རང། རང་ཡི་སེམས། རང་ངས་རང་རང་རང་སོ་སོའི་ཚེ་འདི་དང་ཕྱི་མ་སེམས་ཅན་ཚང་མའི་ཕེ་ཨ་རང་ཡི་ཕ་མའི་ཕེ་ཨ་ཚང་མའི་ཕེ་ཨ་ལ་ཡིན་ནོ་གསུངས་པ་བཟང་ང་ཏོག་ཕི་ཏོག་རྩ་བའི་རིགས་མ་ནས་བ་ནས་རྩ་བིག་སྟོན་དགོ་ཞེས་པོ་མ་ཁག་ཆ་ནས་ནོ་རང་ངས་འདི་སྐྱིད་དེ་ཕེ་ཨ་གཞན་སེམས་ཅན་ཐམས་ཅད་འདི་སྐྱིད་དེ་ཕེ་ཨ་ཧ་གོ་རོ་ལེ། ཡ་ཡ་དེ་ནས་ཚང་མས་རྗེས་ཟློས་སོ་ལེ་རྗེས་ཟློས་ཟེར་ན་བརྙན་ཟེར་མཁན་དོ་ལོག་སེ་ཡ་གསུངས་ཚུལ་བྱིན་རླབས་དེ་ནས་བེད་ཚང་མ་རེ་རེ་ལས་ཁྱེད་རང་གཉིས་འགྲོ་ནས་མ་བྲལ་ཤོག།

རྒྱལ་བ་འདི་ཡིས་མྱུར་དུ་བདག། ཨུ་རྒྱན་འདབ་མ་བསྒྲུབ་གྱུར་ནས། འགྲོ་བ་གཅིག་ཀྱང་མ་ལུས་པ། འདི་ཡི་ས་ལ་འགོད་པར་ཤོག། འོ་དེ་ནས་མ་ཎི་དང་སྦེན་ཚ་དགོད་བྲོ་ལུང་ཞིག་སྟོན་ཐལ་ནོ། ཧ་ལས་དེ་ནས་ཚང་མ་སྡོད་རྒྱུན་དུ་རྩ་བི་རྩེབ་ཀྱིས་ད་མང་པོ་ཞིག་ཉེ་ཆ་སིལ་ཁ་ནས་ནོ་མ་མང་པོ་ཞིག་སྦེན་ཚ་དགོད་བྲོ་མ་ཎི་སྟོན་ཏེ་འདུག་བྱེད་སའི་གཟུགས་མེད་ཀྱང་དེ་ནས་དྲ་མི་ཐོབ་པ་ཐོབ་པ་ཅི་སྙམ་པོ་དེ་ནས་རྩ་བི་རྩེབ་པའི་སྦེན་ཚ་དགོད་བྲོ་མ་ཎི་རིགས་རྩ་བི་རྩེབ་ཀྱིས་སྟོན་ཐུབ་ན། ང་རྒྱལ་ལ་ཡིན། ཧ་ལས། འོ་འདི་གཟུགས་ཤིག་སེམས་ལ་བོར། དེ་ནས་ཡང་ང་དང་ཡང་ཡང་ཐུག་བས། ཧ་ལས། ཡང་དེ་ནས་རྟིང་མ་འཇམ་བོ་ཡོང་ཟེར་ན་ད་དངོས་ལ་སྨྲ་ན་ཡིད་ག་ལོག་ཡོང་མི་ཤེས། དེ་ནས་དེ་རིང་ཁོང་གི President དང་ཁོང་གཉིས་ཀའི་ཐུགས་རྗེ་བཀའ་དྲིན་ལ་ང་ཡིད་ག་སླེབས་ཐུབ། དེ་མ་རྒྱ་ལ་གསུམ་ཁོང་གཉིས་ཀས་ཡི་གཟུགས་བཅོས་ཏེ། དེ་ནས་ད་མ་འོངས་པ་ཕྱིན་ཆད་ལ་ཡིན་ན་ད་ང་ཡིད་ག་ཡོང་ཨེ། དེ་ནས་ནག་མོ་ཡིན་ནང་ཡོང་ཨེ་དེ་ནས་འདི་ག་ང་དང་ཡང་ཅིའི་ཅིའི་འཇོག་དགོས་ཤེས་སུ་འདུག་དེ་ནས་ང་དང་ཚང་མ། དེ་ནས་མཉམ་པོ་མཉམ་པོ་བཅོས་ཏེ། དེ་ནས་ངེད་ཉེ་ཆ་ཚང་མ་ཡར་དུ་བྱོན། ཧ་ལས། དེ་ནས་ཚང་མ་ཐུགས་རྗེ་ཆེ་གུས་ཞར་བཅོས།